མ་ལྷན་རྒྱས་ར་ཏྲེས་དེ་ལས། ཁྱེད་རང་ཚོས་སོ་སོ་གི་དུག་རོ་ལ་ལྷན་པ་བརྒྱབ་མྱོང་ཡོད་པས། ངས་སོ་སོ་གི་དུག་རོ་ལ་ལྷན་པ་བརྒྱབ་མྱོང་མེད། ཡིན་ནའི་ངས་ཆུང་དུས་སྐབས་ནས་རྩེད་མོ་རྩེ་ཡ་དགའ་པོ་ཡོད་ཙང། ངེད་ཀྱིས་གོས་ཐུང་མང་པོ་ཞིག་པུས་མོ་ཡོད་ས་དེ་ལ་རེག་མྱོང་ཡོད། ནས་བྱས་ཙང་ངའི་ཨ་མ་གིས་ངས་རེག་བཞག་པའི་གོས་ཐུང་དེ་ཚོ། ནས་མོ་རང་གི་གྲོགས་པོ་ལ་སྤྲད་ནས། ནས་མོ་རང་གི་གྲོགས་པོ་གིས་ངའི། གོས་ཐོང་དེ་ཚོ་ཐེ་མ་མམ་པོ། ནས་ལྷན་པ་རྒྱབ་རོགས་བྱས་པ་རེད། དེ་རིང་ངས་ཐ་སྣེ་དེ་བྱ་ཡིན། ལྷན་པ་རྒྱག། དཔེ་བརྗོད་དང་པོ་དེ། ཁོང་གི་སྐུ་ཚེ་ཧྲིལ་པོར་གོས་འགོས་ལ་ལྷན་པ་རྒྱབ་སྐྱོར་དང། འཚེམ་སྐྱོར་བྱས་པ་ལས་གོས་འགོའི་གསར་པ། གོན་པ་ཧ་ཅང་ཉུང་ཉུང་རེད། ངེས་མཁོའང། གོས་མགོའི་སྙིམ་པས་བཏུམས་ནས་བཟོས་པ་ཞིག་རེད། དཔེ་ཆུའི་སྙིམ་པ་དེ་ངའི་བྲག་ཕུག་ནང་ལ་ཉམས་ལེན་བྱེད་པའི་ཨ་ནི་ཡང་མིན་ན་བཙུན་མ་གི་གཏམ་རྒྱུད་ནང་ལས་ལེན་པའི་དཔེ་ཆུ་ཞིག་རེད། ཞོགས་པ་ཞིག་ལ་མོ་བསོད་སྙོམས་ནས་ཕྱིར་འཁོར་དུས་མོས་རང་ནི་གི། ན་བཟའ་བྷ་ར་མ་དེ་ལ་དབྱི་གོང་ཞིག་ཡོད་པ་ཤེས། དེ་ནི་ཐེངས་དང་པོར་བྱུང་བ་ཞིག་མ་རེད། མོའི་འདྲ་ཕུག་དེའི་ནང་དུ་ཙི་ཙི་བཟའ་ཚང་ཞིག་སྡོད་ཀྱི་ཡོད། མོ་རལ་ཆུང་ངུ་ཞིག་བཙིར་ཏེ་ལག་ཚེམ་བྱས་ཏེ་རང་གི་ན་བཟའ་དེར་ཡང་བསྐྱར་ལྷན་པ་ཞིག་བརྒྱབ། དཔེ་བརྗོད་སོང་པ་དེ་དྲ་ལམ་ཐོག་ལ་ལྷན་པ་རྒྱག་གི་ཐར་ལམ་ནས་བཀོད་བཞག་ཡོད་རེད། ནས་ངས་ད་ག་རང་ལེན་ནས་ད་ག་རང་བཤུས་ནས་ནི་འདི་ལ་བཀོད་པ་ཡིན། ནས་ལྷན་པ་རྒྱབ་སྟངས་དེ་འདྲ་རེད། གོན་ཆེ་སོགས། འཐག་སྤྲུག་གི་རིགས་ཐད་ནས་གོང་བུ་བསྡུར་ཚེ་ལྷན་པ་རྒྱབ་ནས་ཡང་བསྐྱར་བསྐུར་བ་ནི་སློག་མ་ཆུང་ཆུང་ཚོར་དཀའ་སྤྱད་གྲོན་ཆུང་གི་བསམ་བློས་སློབ་གསོ་གཏོང་བའི་ནང་དོན་ལེགས་པོ་ཞིག་ཡིན་པས་ལྷན་པ་རྒྱག་ཚུལ་ཀློག་པ་ནི། ངལ་རྩོལ་དང་སློབ་གསོ་ནི་གོ་ཆོད་པའི་ལས་ཀ་ཞིག་ཡིན། ཐོག་མར་གོན་པའི་རྡོག་དང་རི་མོ་མཚུམ་པའམ་ཡང་ན་ཕལ་ཆེར་འདྲ་བའི་ལྷན་རལ་ཞིག་བཙིར་རྗེས། ཐད་པའི་ཁུང་བུ་ཁུང་བོའི་ཆེ་ཆུང་གི་དབྱིབས་ལྟར་བསྒྲག་དགོས། མཉམ་འཇོག་དགོས་པ་ཞིག་ནི་ལྷན་རལ་བསྒྲག་སྐབས་ཐད་པའི་ཁུང་བུ་ལས་ཅུང་ཆེ་ཙམ་ཞིག། ཚད་གཞི་བྱས་ནས་བསྒྲག་དགོས། ཁག་མི་ལ་སྐུལ་པ་བརྒྱུད་རྗེས་སྐུལ་སྣེར་ཤེས་བསྡུས་བརྒྱབ་པ་དང་ཆེད་སྦྱོང་རིམ་པར་འདྲེས་པས་ལྷན་པ་དེ་འཐད་པའི་ཁོང་བོའི་དཀྱིལ་ཏག་ཏག་ལ་རྙང་པོར་བསྟིམས་ནས་དཀྱུས་ཚགས་རིང་བོས་ཨབ་བརྒྱབ་སྟེ་བསྣུན་པ་དང། དེ་ནས་ལྷན་པའི་ཐག་ཉུང་ཙམ་དེ་ནང་ཕྱུགས་སུ་རྡེབ་བཞིན་དུ་རིམ་གྱིས་དཀྱུས་ཚགས། དང་པོར་ཚེམས་ཏེ། མཚན་སྲུབས་ཁྲིལ་མཚམས་མིག་ལ་མཛེས་པ་ཞིག་ཚེམས་དགོས། ཚེམས་ཚར་རྗེས་ནང་ཕྱོགས་སུ་བུད་པའི་དཀྱུས་སྣེར་གཤིས་མདུད་བརྒྱབ་པ་དང། ཨབ་བརྒྱབ་པའི་དཀྱུས་པ་ཕྱིར་བཤངས་དགོས། ལགས་སོ་གལ་སྲིད་ནོར་འཁྲུལ་འདྲ་ཤོར་བ་ཡིན་ན། འཛིན་བཟོ་མ་བྱེད་པར་ང་ལ་ནོར་འཁྲུལ་བཤད་རོགས། དུ་རི་ཆེ་འདྲ་ཞིག་རེད།